ད་བཞིན་སེང་ཆེན་ཆོས་བཞི་བསམ། སྔོན་འགྲོའི་གཏོར་མ་སྟོང་བཅུ་རེ་སྔོན་འགྲོའི་གཏོར་མ་བསྲེགས་ཏེ། དཀྱིལ་འཁོར་སྒྲུབ་ཆོག་ག་དྲིལ་ཕྱི་ནས་སྒྲུབ་ཆོག་རྒྱས་པར་དགོངས་དུས་སྔོན་འགྲོ་འབྱུང་པོ་ལ་གཏོར་མ་ཕུལ་ནས་ཕྲིན་ལས་བཅོལ་དགོས་ཡོད་དང། སྔོན་འགྲོའི་གཏོར་མ་དེ་ལ་ནང་མཆོད་བྱིན་རླབས་ཁ་སང་ཞུ་ཚར་བྱས། ད་མཆོད་པ་བྱིན་རླབས་ཨ་ནི་གཏོར་མ་བྱིན་རླབས་བྱེད་དགོས་རེད། མཆོད་པ་ཤར་ཕི་ཀི་བྲིས་མཆུ་སོགས་སྔོན་འགྲོ་གི་གཏོར་མ་ཞལ་ཟས་བཅས་ནི་སྣ་ཁ། བདུད་བཞི་བསྒྲིགས་བྱ་འདོང་བ་འདི་རེད། དེ་དངོས་སུ་ཡོད་ནི་དེ་བསང་སྦྱང་བྱེད་བྱིན་རླབས་བྱེད་མལ་ནས་བདག་གོ་ཅིག་སྟོན་བྱ་བ་དེ་ཅུང་འདོན་གྱི་ཡོད་རེད། ཅེས་སོ་སོའི་གྲྭ་ཚང་འདྲ་པོ་དགོན་པ་འདྲ་པོ་དེ་འདྲ་གི་བོད་ཐོག་སྒམ་ནས་ཡོད་པ་དེ་ལ་དམིགས་ནས་ཕུལ་ནས་འབྲི་གི་ཡོད་རེད་སོ་སོ་བླ་མའི་གཟིངས་ཤག་གི་གཏོར་མ་ཡོད་དེ་ཕུལ་འབྲི་གི་ཡོད་རེད་ད་གང་ལྟར་ཡིན་པས་དངོས་སུ་བཤམས་པ་ཡོད་རུང་མེད་རུང་ད་བྱིན་རླབས་དེ་མ་བཤད་བྱ་ནི་མ་གཏོགས་རིག་གི་ཡོད་མ་རེད། དེ་ལ་ཡང་ཁ་སང་ནང་བཞིན་གསང་བ་སྦྱང་བ་སྐྱེས་པ་བྱིན་གྱིས་བརླབས་པ་བཞི་རེད་ནང་ཆོས་ལས་དེ་ག་ཡིན་པ་གསང་བ་སྦྱང་བ་སྐྱེས་པ་བྱིན་གྱིས་བརླབས་པ་བཞི་ད་གསང་བ་དེ་ལ་གིས་གསང་བ་རེད་སྦྱང་བ་ལ་ཐ་མའི་སྣང་ཞེན་དང་སྟོང་བདེན་འཛིན་སྦྱང་བ་ཡིན་ཙང་ཨོ་མ་ཧྲེ་ཏྲེ་ཧུ་ཏཱ་ནང་ཧུང་བས་སུ་ཀྱང་ནང་ཆོས་ནང་དུ་འུ་སུ་གཏོར་ནས་གསང་གཏོར་བྱེད་སྔགས་ཀྱི་རྗེས་ཏིང་ངེ་རྫས་གསུང་གི་གསང་རྒྱུད་རེད།

མ་འདྲ་ཙི་ཅི་ལས་འགལ་འདུ་སེལ་གོ་མ་རེད་དཔེར་ན་ཕ་མ་སྤུ་གུ་འདྲ་པོ་ཡོད་མ་རེད་མ་འདྲ་ཙི་ཅི་བར་དེ་འགལ་འདུ་སྐད་ཡོད་མ་རེད་བ། འགལ་འདུ་སེལ་ངེས་དེ་ཡིན་ན་དེ་རེད་གི་མ་རེད་ཆོག་གི་མ་རེད་འདི་རེད་ཟེར་ཡག་ཅིག་དགོས་རེད་དེ་འདྲ་ཡོད་མ་རེད་རྡོ་རྗེ་གི་རྩེ་ནས་ཏོག་ནས་འགྲིག་གི་ཡོད་རེད། སྲིན་ལག་གི་ཏོག་ནས་འགྲིག་གི་ཡོད་རེད།

ལྟེ་བ་ཕུད་དགོས་མ་རེད། བྱང་ཆུབ་ཕྱིར་རྟོག་རྟོག་ཅེས་ནག་ཤོད་དོར་སྒྲུབ་ཀྱི་ཕུད་ལུགས་སྲོལ་ཡོད་མ་རེད་དེ། དེ་ལས་བྱུང་བའི་མཚོན་དོན་བཤད་ཀྱི་ཡོད་ཡིན་ཙང། ཏཱ་ལའི་བཤད་པ་དེ་ཤི་ར་གོ་བ་མི་འདུག་བོང་བུ་དག་དག་དོན་དག་དེ་འདྲ་ཅིག་ལ་མཚོན་དོན་ཡོད་རེད་གསུངས་བྱུང། ནག་ཤོད་རྟོག་རྟོག་བྱས་དུས། བོང་བུ་དག་དག་གིས་མཚོན་དོན། མཚོན་པའི་ཡབ་ཡུམ་གྱི་པདྨ་དུ་རྡོ་རྗེ་སམ་སྟོང་དགོས་མ་རེད། ཁོ་དོན་དག་ཁ་ཁ་དང་ཚིག་གཅིག་ལ་དོན་དག་མང་པོ་ཡོད་རེད། རྫོགས་རིང་ཡོད་རེད་ཅི་རིང་བཤད་རྒྱུ་ཡོད་རེད་དེ་ལས་དྲང་དོན་ཡོད་རེད་ངེས་དོན་ཡོད་རེད་མང་པོ་ཡོད་རེད་བྱས་ཙང་ནང་ཆོས་ཕུད་དུས་སེམས། མཛུ་གུ་ཁོ་རང་ལ་གོ་རྒྱུ་རེད། བོང་བུ་ཐ་དག་སེ་བོང་བུ་དང་ཐ་མའི་རྟགས་མ་གཉིས་རྩིས་སྦྱར་ནས་ནང་ཆོས་ཆོས་ཡ་ཕུད་ཅེས་པ་ཡིན་ཙང་གཏོར་ནས་དེ་རེད། ད་ཨ་ལི་དེ་ལ་ཤེས་པ་མང་པོ་མང་བོ་མགོ་འཁྲུག་རུག་རེད་མུ་གོ་བྱེད་ཡ་དེ་འགྲིག་སོང་ཨ། ཨོ་མ་ཧྲི་སྤྲེའུ་བདག་ནང་ཧུང་བྷས་སུ་འདུག་སུ་གཏོར། ད་དེ་ལ། ནང་མཆོད་སྦྱིན་ལ་མ་མཐའ་ལྷའི་ཡོངས་འདུས། མཆོད་པ་བྱིན་རླབས་ཡིད་མ་དང་དང་མཆོད་པ་བྱིན་རླབས་གོ་སླ། རྡོ་རྗེ་དྲིལ་བུ་ཡར་ལེན་གི་རེད། རྡོ་རྗེ་དྲིལ་བུ་ལན་དྲིལ་བུ་ཡོད་ཡོད་ཁ་ལ་འདུག་སུ་གཏོར་གི་རེད། རེད་དེ་ཡིན་ནས་དྲིལ་བུ་ཚེ་ལིང་ལིང་ཆང་མ་སེར་ནས་འདྲིལ་བ་རེད། འགའ་ཤས་ཀྱི་སྟེ་ལ་འདེད་གཏོར་བསེ་གཟུངས་སུ་བྱས་ནས་སྔགས་དབུ་མ་ཧྲིལ་དྲུག་གི་བཏགས་ན་སྔགས་འདེད། ནང་མཆོད་གཏོར། དྲིལ་བུ་སེ་ལིང་བཅས་སེལ་བ་གསུངས་ཡིན། འདས་དུས་སེལ་གསུངས་ཀྱི་སྒོ་དེ་གེགས་བྲལ་གསུངས་ཀྱང་ཡོད་རེད། མི་ཆོག་པ་མ་རེད། ཡིན་གཅིག་མིན་གཅིག་གིས་ཡང་དྲིལ་བུ་ཁས་དྲག་ལངས་ཁྲི་ལངས་སེལ་བྱས་སྤྲོ་སྤྲོ་བྱས་ཏེ་དགོས་པ་མ་རེད། སྨིན་པ་བྱེད་ཡ་ལ། ཡང་ཐུགས་ཀ་ནང་དེ་ཧུ་ཡིག་གི་ནང་དུ་རྩི་མ་ནུབ་པ་ལས་སླ། གཤིན་རྗེ་གཤེད་ཞལ་གཅིག་ཕྱག་གཉིས་སྤྲོས་ནས་བགེགས་ཕར་བསྐྲད་མཆོད་པ་ལ་གནས་པའི་བགེགས་དེ་ཕར་བསྐྲད། ཁྲོ་བོ་གཅིག་སྤྲོས་ན་བཅུ་སྤྲོས་ན་གྲངས་མེད་སྤྲོས་ན་ཐ་ན་དགུ་ཤས་ཚར་རེད་ནང་ཆོས་དེ་གཅིག་པ་རེད། ད་གསང་བ་དྲིས་སྦྱང་བ། སྦྱང་བ་དེ་ཨོ་མ་སོ་བྷཱུ་ཤུ་དུ་ས་བ་ད་མ་སོ་བྷཱུ་ཤུ་དུ་ཧཱང་སྟོང་པ་ཉན་དུ་ཆུ་རུ་སུ་བྱས་ནས་རྒྱ་སྐད་བོད་སྐད་གཉིས་བར་བརྒྱབ། ད་སྟོང་པ་སྦྱང་བས་ག་རེ་སྦྱང་རེད་ཟེར་མཆོད་པ་དེ་རེད་མཆོད་པ། ཏིང་གྲོ་བདུན་གྱི་ཤངས་ཞག་བདུན་རྩེའི་ཤངས་ཞོག་རེ་དོགས་པ་དེ་རེད། དེ་བར་སྟོང་པ་ཉན་དུ་ཆུ་རུ་སུ་དུས་དེ་རང་བཞིན་གྱིས་གྲུབ་པ་མེད། རང་བཞིན་གྱིས་མ་གྲུབ། མིང་ཕ་རྟགས་ཙམ་མ་གཏོགས་རང་ངོས་ནས་གྲུབ་པ་གཅིག་ཀྱང་མིན་པས་སྟོང་ཉིད་ཡིན་བསམ་པའི་སྟོང་ཉིད་ཀྱི་ལྟ་བ་དེ་དྲན། དེ་ནས་བདག་འཛིན་དེ་བརླག་འགྲོ་གི་རེད། དེ་ནས་དེའི་ངང་ནས་དངོས་སུ་ཤངས་བཞག་པའི་མཆོད་པ། ཆུ། འབྲུ། སྣོད། མེ་ཏོག། མ་མི། གང་ཡོད་པའི་མཆོད་པ་དེ། མཆོད་པ་བྱིན་གྱིས་བརླབས་བྱ་སྟེ་བའི་ན་ཁ་ལ་སྤྲིན་ཡལ་བ་འདྲ་བོ་ཁོ་རང་རང་པའི་ཡས་ནི་བར་གྱི་འོད་དུ་ཞུ་ནས་མལ་ལས་རེག་སོང་བསམ་པ་བྱས་དེ་ཐ་མལ་པའི་སྣང་ཞེན་སྦྱང་བ་རེ་ད་ཐ་མལ་པ་བདེ་ཡོད་མ་སྣང་བ་ཡོད་མ་རེ་ཞེན་པ་ཡོད་མ་ཁོ་རང་མ་ཡི་ཚ་བའི་དཀར་ཆས་སྟོང་སངས་ཏེ་ཁ་ལ་མལ་བ་བྱས། ད་གཅིག་པར་ནང་ཆོས་དང་སྟོང་སྦྱང་བྱེད་ལུགས་སྤྱི་བ་བྱས། ད་དེ་ལྟ་བུའི་སྟོང་པ་ཉིད་དང་རང་སེམས་བདེ་བ་ཆེན་པོ་ངོ་བོ་རོ་གཅིག་ཏུ་གྱུར་པའི་བདེ་སྟོང་གི་ཡེ་ཤེས་ཀྱིས་གཟུགས་སྣང་ད་སྐྱེས་པ་ལ་སྣོད་སྐྱེས་པ་སྐྱོད་སྐྱེས་པ་སྤྱི་བ་རེད་ཡང། གཟུགས་སྣང་བདེ་སྟོང་གི་ངོ་བོ་གཟུགས་རྣམ་དེ། ཡི་གེ་ཨ་དཀར་པོ། བདུན། བསྐྱེད། ད་འདི་ལ་རོལ་མོ་སྣོད་དུ་མ་བསྐྱེད་ན་སྣོད་བདུན་གྱི་འགྲིག་གི་རེད། རོལ་མོ་སྣོད་དུ་བསྐྱེད་གི་ཡིན་ན་སྣོད་བརྒྱད་དགོས་བ་རེད་དེ། རོལ་མོ་སྣོད་དུ་བསྐྱེད་ཡ་དེ་བདེ་མཆོག་གི་ལུགས་སུ་ཡིན་གསུངས་པའི་ཟུར་བུ་ཅིག་རེད། ཡིན་ཙང་དེ་འདི་རོལ་མོ་སྣོད་དུ་མ་བསྐྱེད་ནའི་འགྲིག་གི་རེད། མ་བསྐྱེད་པ་བཅས་ཐོད་པ་བདུན། ཐོད་པ་ཨ་ལས་བསྐྱེད་ཡ་དེ་ཨ་དེ་ཐོད་པའི་ས་བོན་རེད། ཐོད་པའི་ས་བོན་ཨ་ལས་བསྐྱེད་ཨ་དཀར་པོ་བརྒྱད། ཨ་དཀར་པོ་བདུན་ཡོད་དུ་ཆོག་ལས་ཐོད་པ་པ་ར་གཅིག་བདུན་བཅས། ད་ཐོས་པ་དེ་ན་ཧུང་ཝེ་ཨེར་བཅས་ད་སྨོས་ཅེས་པ་དེ་འདྲི་བ་བྱེད། བཅོས་ཅེས་པ་རེད་བཅོས་དེ་ལ་ད་དེའི་ནང་ལ་ཧུང་ཧུ་བུ་རེ་རེ་རེ་རེ་བཅས་ཨ་ལས་བྱུང་བའི་ཐོས་པ་ཡང་ཞེས་རྒྱ་ཆེ་བ་རྣམས་ཀྱི་ནང་དུ་ཐོས་པ་ཡང་པོ་རྒྱ་ཆེན་པོ། དེའི་ནང་ལ་ཧུང་ཧུང་ཞོ་བ་ལས་བྱུང་བའི་ཐོས་པ་རེ་ན་ཧུང་རེ་རེ་རེ་བཅས།

མི་ལ་བཟོད་བཟོད་བྱེད་ཡག་ནང་བཞིན་ཡོད་ལྷ་ལ་འབུལ་ནི་མང་དུ་སངས་རྒྱས་ལ་མཆོད་པ་དགོས་ཡག་ཡོད་མ་རེད་བ་ཕུལ་བཞིན་གི་མ་རེད་བ་ག་རེ་ཡིན་ན་ནས་མིན་པའི་རྒྱལ་པོ་འགྲོ་པོ་འཁོར་ལོ་རྒྱུ་རྒྱལ་པོ་བཀྲ་རྩ་ཆེ་ཤོས་ཅིག་ལ་བཀུར་སྟི་ཞུ་ཞུ་ཡག་ནང་བཞིན་ནི་ལྷ་ལས་ཞུ་བའི་ཁུལ་བྱས་བ་རེད་ཡིན་སངས་རྒྱས་ཁྲོ་དགོས་ཡག་གལ་ཆེ་ཡོད་མ་རེད་ནི་མེ་ཏོག་ནི་སྤྱན་ལ་ཕུལ་ཡག་རེད་ཨ་བདུག་སྤོས་ནི་ཤངས་ལ་ཕུལ་ཡག་རེད་མ་མིན་ནི་ཡང་མེ་ཏོག་མ་བཞི་ཕྲེང་བ་ཡིན་ན་དབུ་ལས་ཕུལ་རྒྱུ་རེད་དེ་གང་ཡིན་ནི་མེ་ཏོག་བཅས་མ་མིན་ནག་གུང་མ་བཅས་པ་བཅས་ཐང་དཀར་པོ་བསུ་ཡག

དེ་གི་ཡུལ་དེ་ལ་བདེ་བ་སྐྱིད་ལུགས་ཏེ། མཆོད་ཡོན་རེ་བཀོད་ལ་ཆོས་བྱུག་བཞག་པའི་སྐོར་འདུག་དེ་ནི་བས་ལུས་ལ་བདེ་བ་སྐྱིད་ནི་བས་སྐུ་གཟུགས་ཀྱི་བསམ་པས་ལུས་ཀྱི་དབང་པོའི་ཡུལ་དུ་བས་སྐྱིད་པོ་ཡོང་ཡ་བདེ་བ། ད་ག་ནང་བཞིན་གྱི། ཞབས་བསིལ་གྱི་ཞབས་བཀྲུས་ནས་ཞབས་སྐྱིད་པོ་ཡོང་ཡ། ནི། དྲི་ཆབ་ཐུགས་ཀ་ལ་བྱུག་ཙང་དྲི་མ་ཞིམ་པོ་སྐྱེ་ནི་བས་ཐུགས་ལ་བས་ཐུགས་བས་ཐུགས་དང་ལྡན་པའི་སྣ་ཡི་དབང་པོ་དང་ཐུགས་དང་ཚང་མ་ལ་བས་དྲི་མ་ཞིམ་པའི་སེམས་འགྲོ་ཡ། ད་ག་ནང་བཞིན་གྱི། མེ་ཏོག་གི་སྤྱན་གྱིས་གཟིགས་པ་ཚང་གི་སྤྱན་གྱིས་དབང་པོ་ལ་བདེ་བ་སྟེར་ཡ། ཆོས་མིན་ཡང་དེ་ཀ་སྣང་བཞིན་རེད་བདེ་བ་སྟེར་ཡ། ཞལ་ཟས་ལྗགས་ལ་མཆོད་ནས་ལྗགས་ལ་བདེ་བ་སྟེར་ཡ། དབང་པོ་རང་རང་སོ་སོ་སོ་སོ་ལ་བའི་ལོངས་སྤྱད་པའི་སྐབས་དེ་སུ་ཡི་ལོངས་སྤྱད་གི་ན་ལོངས་སྤྱོད་པ་པོ་དེ་ལ་ཡ། ཟག་མེད་ཀྱི་བདེ་བ་དེ་འདོད་ཆགས་མེད་མཁན་ཉོན་མོངས་མེད་མཁན་ཟག་པ་མེད་པའི་བདེ་བ་སྐྱེ་ཡག་གི་ནུས་པ་ཡོད་བསྡད་མཁན་ཤ་སྟག། ཁོ་རང་ཚོའི་བྱེད་ལས་དེ་འདྲ་ཞིག་རེད་ཆོས་པ་དེ་གི་བྱེད་ལས་ཁུལ་ལས་ཀ། བོད་སྐད་ཁོ་ར་མ་གཏོགས་ཨིན་ཇི་སྐད་ཡོད་རེད་བས།
ཡོད་ནའོ་དེ་ལྟ་གི་ལྟ་གི་བྱེད་གི་ཡིན་ན། རང་བཞིན་བདེ་སྟོང་རྣམ་པར་ཆོས་ཟེར་བྱ་དེ་ལབ་འོང་དུས་ཨ་ནི་དཔེ་ཆ་ཁོ་རང་ནས་བལྟ་བཞག་ནས་སྐད་ཁོང་ཚོས་གོ་འགྲོ་གི་རེད་བས། ད་འདིའི་སྐོར་སོགས་ཆོས་ཟེར་བྱེད་ཡ་དེ།

ཨ་ལས་སྣང་སྲིད། ད་གི་ཆོས་ཡོད་དུ་སུ་ལ། ད་འཇུག་པ་འཇིགས་བྱེད་དུ་ཕུལ་ཡ་ཡི་ད་ག་རེད། ད་བྱེད་པ་གསུང་འདིའི་གསུང་ང་རང་གཞན་གི་ཁྱད་པར་འདི་སྟོང་གི་ཡེ་ཤེས་ཡིན་པ། རྣམ་པའི་ཁྱད་པར་ཆོས་རྫས་ཁ་ཁ་སོ་སོ་གི་རྣམ་པ་བྱེ་བྲག་གི་ཨ་གམ་དང་དབང་པོའི་མེ་ཏོག་ལ་སོགས་པ་སོ་སོ་སོ་སོ་ཡོད་བསྡད་མཁན། བྱེད་ལས་དེ། དབང་པོ་དྲུག་གི་ཡུལ་ལ་བརྟེན་ནས། མིག་དང་རྣ་བ་སྣ་ག་བ་འདྲ་བ་ཅིག་གིས་ལོངས་སྤྱད་ནས་སྤྱོད་པ་པོའི། ཡུལ་དེ་ལ་བརྟེན་པའི་ཟག་མེད་ཀྱི་བདེ་བ་ཅི་ཐོབ་མཁན་གྱི་ཁྱད་པར་གསུང་དང་ལྡན་པར་གྱུར་སོང་བསམ་པར་བྱས། ད་བྱིན་གྱིས་བརླབས་ལོ་དེ་ཨུ་མ་ཨ་ཧུང་ས་དེར་བྱིན་རླབས་བྱེད་མཁན་སྔགས། ཨུ་མ་ཨ་གང་ཨ་ཧུང་ཨུ་བ་དེ་ཨ་ཧུང་ཨུ་སྤོས་པའི་ཨ་ཧུང་ཨུ་འདོད་པའི་ཨ་ཧུང་ཨུ་མ་ཨ་ཧུང་པ་རུ་ལ་མཆོད་པའི་མིང་དེ་བཏགས་ནས། ཨུ་མ་ཨ་གང་ཨ་ཧུང་ས་དུས་ཁྲག་གི་ཨ་གང་དེ་བས་བྱིན་གྱིས་བརླབས་པ་རེད། བྱིན་གྱིས་བརླབས་ལུགས་དེ་ད་བྱིན་གྱིས་བརླབས་ཁྱད་པར་གསུང་ལྡན་དུ་གྱུར་སོང་བསམ་དེ་ག་རང་རེད་གཞན་སྐལ་ཡོད་མ་རེད། ཆོས་པ་སོ་སོའི་མིང་རེད་ཨ་གམ་སེ་ཨ་ཆོས་ཡིན་པ་རེད་ཆོས་ཡོན། ཡོན་ཆབ་ཟེར་གི་ཡོད་རེད་ད་བ་ཏིའང་སེ་ཨ་ཆེ་པུའི་པེ། པུའི་པ་སེ་ཨ་དེ་མེ་ཏོག་རེད། དེང་སང་རྒྱ་གར་ལུང་པ་ལ་མེ་ཏོག་ལ་བུལ་ཟེར་གི་འདུག་བུལ། སྡུག་པ་ལ་སྡུག་ཟེར་བའི་ཁོང་ཚོས་ང་ཚོ་བོད་པའི་མིང་གི་བར་ཁ་ཁ་ཕྲལ་ནས་ཏོག་རིང་རུ་ཕྱིན་པ་རེད་བུ་པ་སེ་རྒྱ་ལུ་པ་དེ་ཕར་ལབ་སྡུག་པོའི་སེ་ཡ་པ་དེ་ལབ་ཤག་པ་རེད་ཨ་ལུག་གི་སེ་ཡ་དེ་ནོར་གསལ་རེད་གློག་ནི་ཚོའི་ཨ་ལུག་གི་སེ་ཡ་རེད་ཉི་མ་དང་ཟླ་བ་ཡང་རེད་ནོར་བུ་དེ་ཚོ་རེད་ནོར་བུ་འོད་ཅན་དེ་ཚོ་རེད་ཨ་ནི། ཚེ་ལུག་གི་ཆོས་པ་དང་འབྲུ་མང་གི་ཆོས་པ་དང་རྐང་དང་ཞག་གི་ཆོས་པ་འདྲ་པོ་དེ་འདྲ་གི་པའི་ཆོས་མི་འདྲ་པོ་དེ་ཚོ་ཨ་ལུག་གི་བྲན་རེད་འདི་བང་སོ་ཡག་ཅིག་ཡོད་རེད་ཚང་སོང་འདི་བང་སོ་དུས་མར་མེ་བཅད་པ་རེད་ཁོ་གཉིས་གཅིག་གྱི་ར་གི་ཆས་ཀྱི་རེད་འདི་བང་རྒན་འདི་ཚོས་རྒན་བདག་སེ་དུ་གྲི་རེད་ནེའུ་འདི་སེ་ཡག་དུ་རོ་རེད་ཞལ་ཟས་རེད་ཆོས་ཡག་ཤ་བདག་སེ་ཡག་དེ་ལ་ཤ་བདག་རུས་སྒྲ་སེ་རུ་མོའི་སྒྲ་ཅེས་པ་རེད་ད་ལི་ཆོས་པ་སོ་སོའི་མིང་བཏགས་པ་རེད་གསུངས་ཨོ་ཡང་ད་ཆོས་པ་ཅན་ལོ་ཚར་རེད་བྱས། གཏོར་མ་ཆེན་ལོ་གཅིག་གོ་ཡང་གཏོར་མ་ཕུལ་གུ་རུ་བ། གཏོར་མ་ཆེན་ལ་སྔོན་འགྲོ་གཏོར་མ་དེ་ལ་དམིགས་ནས་ཡང་གསང་བ་སྦྱང་བ་བསྐྱེད་པ་བྱིན་གྱིས་བརླབས་པ་ནང་མཆོད་དང་གཅིག་པ་རེད། དབུ་མ་རིགས་དྲུག་གི་རྟགས་ནང་ཧོམ་ཕུན་སུམ་གཏོར་མ་ཆེན་ལོ་གཅིག་དེ་ནང་མཆོད་གཏོར་མཆོད་རེད། ནང་མཆོད་ཆེན་ལོ་གཅིག་དེ་ནང་མཆོད་བྱིན་གྱིས་མ་བརླབས་གཏོར་རྒྱུ་མེད་པ་ཡིན་པ་དེ་མ་གཏོགས་གཞན་གཅིག་པ་རེད་པས་གཅིག་གི་ནང་བཞིན་རེད། དང་པོ་ནི། གཏོར་མ་ནང་མཆོད་ནང་མཆོད་སོ་སོའི་མདུན་ལ་ཡིན་པའི་ཁུལ་གྱིས་དང། ཡན་གྱི་ཅོག་ཙེ་གང་ལ་བཞག་ཡོད་རེ་སོས་ཁྲིད། བྱིན་གྱིས་བརླབས་དུས་ཚར་མདུན་ཡོན་ཚོད་གཅིག་ལ་བསམ་བློ་གཏོང་ནས་ཡག་པོ་ཡོང་རེ་ཆེན་པོ་བསྒོ་བར་རོགས་གོ། ད་གཏོར་མ་དེའི་ཕ་སྣང་དངོས་དེ་བསྒོ་བ་རེ་ཡང་རྒྱུ། དེའི་ཕ་སྣང་དངོས་དེ་བྱེད། ད་གཏོར་མ་ཕུལ་ས་དེ་སུ་ལ་ཕུལ་དགོས་རེ་ཟེར་ན་མགྲོན་སྤྱན་དྲངས་དགོས་རེད། གཏོར་མ་ཕུལ་ས་མགྲོན་སྤྱན་དྲངས་དེ་ལ་གཏོར་མ་ཕུལ་ཕྲིན་ལས་བཅོལ། ཨ་ལས་སྤྱན་དྲངས་སྐད་གཏོང་དེ་བཞག། ཨན་གཏོར་མ་ཕུལ། མཆོད་པ་ཕུལ། དགའ་ཐག་ཆོད་བྱུང། ཨ་ནི་ཅིག་ཅེས་རོལ་ཆས་ལས་ཁ་བསྐོས་བྱུང་བ་དེ། དེ་ནས་ཉེས་པ་སྦྱངས་ནས་ཤེས་སུ་གསོལ་བ་བཅས་གསོལ། གཅིག་ཡིན་རྒྱུ་ཡིན་མི་འདྲ་ངོས་སུ་ཁ་ལག་སྤྲད་མཁན་ཁ་ཤས་ཀྱི་བའི་ཁ་ལག་ཡིན་བ་བོད་ད་དེ་བ་ད་ག་ནས་མི་ཤེས། བོད་ལ་ཞལ་ལག་ཕུལ་ཚར་ད་དེ་རིང་ཞལ་ལག་ཁའི་ཡག་པོ་བྱུང་མ་སོང་ཐོས་སྲས་སྐུ་འགས་མ་གནང་རོགས་གནང་ཟེར་ག་ཅིག་རེད་དེ་ཉེས་པ་སྦྱང་གི་ཡོད་རེད། འབྱུང་པོ་ལ་སོགས་འཇིགས་ལ་སྦྱིན་བྱ་ད་ལ་ལི་ཏཱའི་གཞུང་དྲངས་ནས་ཆོས་སུ་གལ་མི་འདུག་མ་གཏོགས་གཞན་ལ་ལི་ཏཱའི་གཞུང་དྲངས་ནས་སྲིད་ཇུས་ལུགས་དང་ཨེན་ས་ཉེ་ཇུས་ལུགས་གཉིས། སྲིད་ཇུས་ལུགས་དེ་ལ་ལ་ལི་ཏཱའི་གཞུང་དེ་ཏོག་ནོར་འཁྲུལ་བྱུང་ནས་དགོན་པ་འབྲི་སྟངས་ཏོག་ལ་མ་རེད་པ། ཁ་སང་བཤད་ཡག་བོད་གཤེན་གྱི་ཞེས་ཕུལ་ཡག་དེ་རང་ལུགས་ཁས་ལེན་ཡང་མ་རེད། རང་ལུགས་ཨེན་ས་ཉེ་ཇུས་ཁས་ལེན་དེ་མཁས་གྲུབ་རུང་ཞིག་དགོས་པ་རེད།

ཆ་ཆ་ཅན་གང་པོ་ཡོད་རེད་ཆ་ཆ་ཅན་འཕེན་པ་ཡོད་རེད་འདི་དུས་དུས་བཞིན་མ་ཐུག་ཡོད་མ་རེད་ཡང་རྒྱལ་རེ་གཏོང་ཆོག་རེད་རྒྱལ་རེ་གཏོང་ན་རང་གི་ཨོ་མོ་ཧྲི་ཀྲུ་ཀུ་ཏག་ནང་ཧུང་ཧུང་ཕེ་ཕེ་སའོ་ནུ་ཀྲུང་ཨེན་ཀྲ་ཨ་ནུ་ཨ་ས་པར་ཨ་ཁ་ཁ་ཡ་མཛའ་རང་གི་ཁྲོ་ཐོ་ཁ་ནི་ཁྲོ་བོ་ཞབས་པ་ཐོག་པར་སྤྲོས་ཆོས་འབྱུང་ནང་བྱིན་ཞིང་ཁ་དང་ལྕགས་ཀྱུ་ཚོ་འདྲེན་པ་ནི་ཞབས་པས་བཅིངས་ཏེ་བཀུག་ཨ་ནི་ཞག་ཏུ་དབོན་པོ་མ་སེ་སེ་མངོན་རྟོག་ཏུ་གསོལ་བ་སྟོན་དགོས་རོགས་འདོན་རྒྱུ་ཡོད་རེད་ད་དེ་མི་གོ་བ་ཅན་དུས་བཞིན་ནང་བཞིན་བྱས་ན་ཐུགས་ཀྱི་ཧུང་ཧུང་པོ་འོད་ཟེར་གྱིས་བཀུག་བྱ་ནི་འགྲིག་གི་ཡོད་རེད་དཔའ་བོ་སྐྱིད་པ་དང་ཁོ་གཉིས་སྐྱིད་པ་རེད། ད་འདི་ཡག་པོ་ཅིག་ཤེས་སོང་ན་པ་གཅིག་ཁྲིད་དུས་སམ་རྒྱུ་མ་ངས་གཅིག་པ་རེད་ཟེར་ལབ་བཞག་གི་རེད་ཁྲིད་གི་མ་རེད་པ་གཅིག་ལ་ང་ཞེ་དྲག་ཁྲིད་ཡག་མེད་ད་རིང་དེ་ཡག་པོ་ངེས་པ་གཅིག་ཤོག་ད་ཡང་ཆོས་སྐྱོང་ཁྱོད་ངང་ངོ་ཤེས་བར་བྱུང་ན་འཇིགས་བྱེད་དེ་ཡག་པོ་ཅིག་སྟོན་དུས་གཞོན་ཆོས་བྱེད་མཁན་ཚུགས་གིན་འཇིགས་བྱེད་དེ་ཡག་པོ་སྟོན་ཆོས་སྐྱོང་ཁྱོད་ཚོ་ངོ་ཤེས་པ་ཅིག་གཏོར་མ་ཕུལ་སྟངས་ཚོས་བཤན་པ་བསྙེན་པར་གཏོང་དྲུག་ཅུ་མ་འདྲ་ཡི་ཕུལ་བཤན་ན་སྐུ་རིམ་ཡག་པོ་ཡོག་རེད་ཨང་གང་སུ་འདྲ་གཏོང་དུས་བདག་བསྐྱེད་འཇིགས་བྱེད་སྟོན་གིན་ཡག་པོ་ཡོག་རེད།

བ་ཆེས་གསལ་ཡག་དང་གཞན་དང་མི་འདྲ་བ་ཅིག་ཡིན་པ་རེད། ཇི་སྐད་དེ་ལ་ཁྱད་ཆོས་ཆེ་ལ་ཁ་སང་བཤད་པ་ཡིན་པ་གཞན་ལ་མེད་པའི་ཁྱད་ཆོས་ཆེན་པོ་དེ་འདྲ་ཡིན་ཙང་ཡིན་གཅིག་མིན་གཅིག་འདོན་དགོས་ཡག་འགྲོ་བ་ཅིག་རེད་ཨ་ལེ་ཆོས་འབྱུང་བཅོ་ལྔ་དེ་མ་ཤེས་ངེད་ལ་མགོ་འཁྲུག་སའི་ཡོག་རེད། ཆོས་འབྱུང་བཅོ་ལྔ་ཟེར་ཡག་དེ་དག་ཨ་ལེ་ཡི་གེ་བྲི་དགོས་ཀྱི་མ་རེད་འགྱུར་མ་འདོན་པ་རྣམས་ལ་འདྲིས་འགྲོ་གི་རེད་འདྲིས་བཞིན་ཤེས་ཀྱི་རེད། ཇི་སྐད་དོན་བཞིན་སོང་ན།

གཏོར་མ་ཕུལ་ཡོང་དུས་ད་མདོ་བས་བཅུ་དྲུག་ཚེ་རེད་ཡོང་གི་རེད་ཡོང་གི་རེད་བ་ཁོ་རང་ཚོ་ཁ་ཤི་ཁ་ཤོར་གཡས་གཡོན་དེ་བ་རུ་བ་ཡོག་རེད་བ་ད་ཨ་ལས་ག་ཡིན་ནི་མེད་ན་དོན་དག་དེ་འདྲ་ཅི་རེད་དེའི་ངོ་བོ་རིགས་བཤད་དགོས་རེད་ཆོས་འབྱུང་འདི་ཚོ་དཀར་ཕྱོགས་ཆུང་བ་ཅིག་འཇིག་རྟེན་ལས་འདས་པ་ཡོག་རེད་མི་སངས་རྒྱས་ཡིན་མཁན་ཡོག་རེད་དེ་ནི་དེར་བཤད་དོན་མེད་པ་རེད་མདོ་འདི་དཀྱིལ་འཁོར་སྒང་གི། དུར་ཁྲོད་གང་ལ་བཞག་གི་རེད། དེ་གཙོ་བོ་གི་སྣང་རུས་རེད་དེ་བཤད་མི་དགོས། ད་འཇིག་རྟེན་པ་རེད་འཇིག་རྟེན་ལས་འདས་པ་ཕ་ལམ་མ་ཐོག་གིང་གི་ཆོས་ཀྱི་སྤྱོད་ངན་དེ་ལ། པའི་སངས་རྒྱས་ཀྱི་ཞལ་མཐོང་དམ་པའི་ཆོས་སྐྱོང། བསྟན་པ་བསྲུང་བ་ལ་དགའ་པོ་ཆོས་བྱེད་མཁན་ལོ་རོགས་བྱེད་མཁན་གྱི་ཆོས་སྐྱོང་དཀའ་ཆོག་བ་སྤྱོད་ངན་བྱེད་ཡོད་རེད། ད་གནོད་བསྐྱེད་དེ་གིང་གི་ནག་ཆོག་བ་སྤྱོད་ངན་ཡོད་རེད་ཡང།

ཆོས་འབྱུང་བཅོ་ལྔ་དཀར་ཕྱོགས་པ་དེ་ལ་ང་ཚོ་གོན་དུ་གཏོར་མ་འདི་ཕུལ་དགོས་རེད། དཀར་ཕྱོགས་ཀྱི་ཆོས་འབྱུང་བཅོ་ལྔ་དེ་ཚོ་བཀུག་གཏོར་མ་ཕུལ་ཕྲིན་ལས་བཅོལ་པའི་རོགས་བྱེད་རོགས་ཟེར་བཅོལ་རྒྱུ་རེད་ནག་ཕྱོགས་དག་ཡིན་དེ་གས་གས་བྱས་ཡོད་མ་རེད་གསང་འདུས་གདེང་འཇོག་བྱེད་ད་དཀྱིལ་འཁོར་རྒྱས་པ་བྱས་དུས་ཆུ་ཕུ་ཐབས་བྱས་ཡོང་དུས་སྲུང་འཁོར་དགུང་ནས་སྲུང་འཁོར་གྱི་ཕུ་ཐབས་བྱས་ཡོང་དོན་ནང་ཆོག་གི་ཆུ་རྒྱུན་བཅོ་ལྔ་དེ་ཧོང་ཀོང་ནང་ལ་བཅུག་ཕུ་བ་རྒྱལ་བའི་འགུལ་སྐྱོད་ཅང་ཏོང་ཅིན་མེ་ལི་པའི་གཞུང་ཧོང་ཀོང་ནང་ལ་བ་ཅུག་ནས་ཕུ་བ་རྒྱལ་སྤྱི་འགོ་ཚར་མ་ཚར་བར་དུ་མ་ལུས་པ་བྱས་ནས་བཙོན་པ་རུ་བྱས། ཕུ་བསྟོད་བྱེད་ས་དེར་དེ་འདས་ཡོད་དེ་རིང་མི་འགོ་ལ་སྡུད་པ་བྱས་པ་རེད། ད་འོ་ན་ནང་ཆོག་པ་དེ་གཡུག་ཞབས་པ་ཆེ་བྱེད་གི་མ་རེད་བས་བསམ་གི་རེད་དེ་བྱེད་གི་མ་རེད་མི་བྱེད་ཡག་དེ་ཆོས་འབྱུང་བཀའ་ཆོས་པ་ལ་གཏོར་མ་ཕུལ་ཁྲི་ལས་བཅུད་ནི་ཁུ་བས། ཁོས་མངའ་འོག་ཡིན་ཙང་བར་ཆད་བྱེད་བཅུག་གི་ཡོད་མ་རེད། དེའི་ཁོག་འཛུགས་ཡོད་རེད། ད་སྐད་ཆ་མང་པོ་མི་བཤད་ཉི་མ་འཁྱུད་འགྲོ་ས་རེད། ཨ་ལི་ངོ་འདོད་པ་ཁོ་རང་ལྟ། ད། ཐུགས་ཀའི་ཧུང་ཧུང་པོ་འོད་ཟེར་ལྕགས་ཀྱུ་རྣམ་པར་འབྱེད་ཅིང་ཆོས་ཆུང་བཅོ་ལྔ་ཁོག་དང་བཅས་པ་བཀུག་ཟེར་ཡག་སྟེ། ཚུར་བཀུག་ཚར་ནས། རང་གི་འཁྲིས་ལ་བཞག་ཡག་སྟེ། རང་སྐྱིད་ལ་རྡོ་རྗེ་ཡེ་ཤེས་ཀྱི་ཕྱག་གཉིས་ཁྱེད་ཆོས་ཆུང་བཅོ་ལྔ་རང་གི་མཐའ་ལ་བཞག་ནས་ཆོག་གི་རེད། རང་མདུན་དེ་དེ་གང་ག་མདུན་དེ་གོ་གོ་བྱེད་དུ་བཞག་ནས་ཆོག་གི་རེད། བཞག་སྟངས་དེ་ལ་ནང་མགྲོན་བདུན་ཕྱི་མགྲོན་བཅུ་ཕྱོགས་བཅུ་གི་ཆོས་འབྱུང་ཚུལ་ཕྱོགས་བཅུ་ལ་བསྡུ་ན་ཕྱི་མགྲོན་དེ་རེད་ནང་མགྲོན་ཟེར་ནས་འདྲུད་པ་དེ་ལས་ནང་ཚགས་གཅིག་དང་གཅིག་གཉིས་རེད་ཁོ་རང་ཚོ་ནང་ཁུང་གི་གོ་གནས་ཐོན་ལས་སྒྲུབ་བྱས་ན། ནང་མགྲོན་བདུན་གཤེན་གྱི་སྡེ་བདུན་ཟེར་གྱི་རེད། ཆོས་འབྱུང་བཅོ་ལྔ་བཀོད་དེ་མདུན་ལ་བཀོད་པའི་གོ་དུས་གཤེན་གྱི་སྡེ་བདུན་དེ་སྤྱིའི་ཐད་བཞག། དེ་ཡི་མཐའ་ལ་ཆོས་འབྱུང་བཅུ་པོ་དེ་བཞག་གནས་འགྲིག་གི་རེད། གཤེན་རྗེ་འདི་དོན་ཡ་ཏིང་གི་བར་སྣང་ཙམ་ལ་བཞག་ཆོས་འབྱུང་བཅོ་ལྔ་བོ་བ་ལ་བཞག་གནས་འགྲིག་གི་ཡོད་རེད། ཕལ་ཆེར་ཏིང་ལ་བཞག་ཡ་དེ་ང་རང་ཚོའི་དུས་རྒྱུན་ད་བྱ་ཞིག་རེད་པོ་ཡིན་མི་འདྲ། ཆད་ཡོད་མ་རེད་མ་རེད། འོད་ཟེར་ལྕགས་ཀྱུ་རྣམ་པ་ཅན་གྱི་ཆོས་འབྱུང་བཅོ་ལྔ་བཀུག་ཏེ་ཕྱོགས་མཚམས་རྣམས་སུ་འཁོད་པ་ནི། ཨ་དེ་དུས་སམ་སྟོང། མདུན་གྱི་ལ་ཏིང་གི་ཏིང་ལ་ཆོས་འབྱུང་དྲུག་གསུངས་ཅི། ཆུང་ཆུང་སྤྱད་པའི་ལུགས་སྲོལ་ཡོད་རེད་ཁ་མི་གསལ་ངེས་ཡོད་རེད་མ་བྱེད་མཆོག་ཡོད་ཨ་ཡིན་དེའི་སྤྱིའི་དེ་ལ་ཨ་ནི་སྣ་ཚོགས་པད་མ་དང་ཉི་མའི་གདན་ལ་གཤེན་གཅིག་ནང་དྲུག་ཆོས་ཀྱི་རྒྱལ་པོ། དམ་ཅན་ཆོས་རྗེ་གཙོ། ནང་དྲུག་དེ་རེད། ཁྲོ་བོའི་ཞལ་ཅན། གྲི་གུག་དང་ཐོད་པ་ཁེལ་དེ་ངེས། ད་ལྷ་སོ་ཡི་ངོ་ཤེས་མགོན་པོ་དང་དཔལ་རྒྱལ་ལོ་ལང་པོ་ཡིན་ཙང། ཤིང་གི་ཡོས་འཁྲུ། ཆེན་ཆུང་ཆེན་ཆུང་རྩོད་གཞི་གང་ཡིན་ན། ཆུང་ཆུང་རྩོད་གཞི།

ནང་དུ་ཨོང་གི་ཤན་གྱི་དམར་པོ་རེད། བྱང་དུ་ཤན་གྱི་དྲག་པོ་དུས་ཆུང། འདི་རེད། དྲུག་ཆུང་བུ་བསྡད་ས་དེ། ཁོ་རང་ལའི་བུ་ཁྱོ་རེད་ཟུར་བ་གཅིག་ཁོ་རང་འདྲ་བོ་གཅིག་བཅས་ནས་ཁྱོ་རེད་ད་གང་ཡིན་ན་ཡ། བྱང་གི་ཤན་གྱི་དྲག་པོ་ཆེ་ཡ། དེ། ད་སྐུ་མདོག་ཕྱག་མཚན་ཚོའི་ལམ་རྩེ་ཤན་ནི་ཡག་པོ་ཡོད་རེད་བསམ་བློ་གཏོང་དུས། མཚོན་ན། མདོག་རྩ་དེ་ཡང་བློ་ལ་ཆགས་མི་བདེ་བ་ཡོང་གི་དང། དམངས་ཟོག་མ་དེ་སྐུ་མདོག་སྔོན་པོ། ད་དུས་སྟོན་སྐུ་སྐུ་ཐང་ལ་ཡོད་རེད་བོན་ཆེན་དུ་ཐུགས་ཁྲག་འཛིན་པ་བྱས་ནས་འགྲིག་གི་རེད།

ཟླ་བདག་དང་མེ་ལོང་མཁས་དེ་ཡོད་རེད། and holding an arrow and mirror།
ལྷོ་ངོས་ལ་གཡས་ངོས་ཡོད་ཡག་རྩ་མེད་འབྲི་ཁུལ་ཟུར་ལས་ཡོད་ཡག་དེ་རྒྱས་པའི་ཤིང་རྗེ་སེར་པོ། མ་ཡིག་མགོ་ཅན་གཅིག་པ་རེད།
རྒྱལ་མཚན་མཛེས་པ་གཡས་རྒྱལ་མཚན་གཡོན་ནོར་བུ་མར་བབས།

དང་འོག་ལ་ཡོད་པའི་ཆོས་འབྱུང་བཅུ་པོ་དེས་འཁོར་ལོ་མང་པོ་བསང་གཏོང་དགོས་རེད་ཟེར་སོང་འབྱུང་པོ་གང་གི་བར་ས་ཆ་ཁོ་ར་བར་ཁོང་སྡེ་ངན་འདྲ་བོ་གཅིག་བསང་གཏོང་དགོས་རེད་ཡིན་ནས་གཙོ་བོ་གཙོ་བོ་གཙོ་བོ་དེ་ཅི་དེ་དེ་གར་འདུས་ཏེ་གཙོ་བོ་དེ་ཤ་དེ་དག་རང་གི་མདུན་ལ་བརྩི་ཁ་ཚུར་ལོག་ཡིན་ཙང་ཡང་སོ་སོའི་མཐའ་ལ་བཞག་གིན་ནས་ཤ་དེ་ཕར་བརྩི་ཁ་ཚུར་ལོག་མདུན་ལ་གཏོར་མགྲོན་བྱེད་ཀྱི་ཡིན་ན་ཤ་དེ་ཁ་ཚུར་ལོག་གི་མདུན་དུ་བརྩི་ཤ་ལོ་ནོར་བྱང་ལུགས་སུ་བརྩི་དགོས་རེད།

རྒྱ་ཆེན་དང། དབང་པོ་དང་ཉེ་བའི་སི་ཏུ། དབང་པོ་དང་ཉེ་བའི་དབང་པོའོ་སི་ཀྱོར་དབང་པོའི་ཝོ་ཝ་ཛི་ཀི་ཏཱ་སྐུ་དྲག་ཚོགས་འདུ་ཚོགས་མཁན་བློན་ཆེན་གྱི་ཟུར་རེ་བོ་ལྷ་ཡི་དབང་པོ་རྒྱ་ཆེན་དང་ཉེ་དབང་སྲུང་ཆོག་སུ་གཉིས་ཡོད་བ་རེད། གསུམ།
དེའི་ནང་ནས་གཅིག་རེད།
མུ་སྟེགས་པ་ཚོ་གི་སྐྱབས་འགྲོ་གཅེས་ས་གཙོ་བོ་སྐྱབས་གནས་གཙོ་བ་པས། ཁྱབ་འཇུག་སི་ཏི་ཡ་དེ་རེད། ཉེ་དབང། ལ་བ་སྣ་ལ་སྲོག་ཤིང་དང་གོ་ལོ་ཁེལ་ཡོད་རེད།

ད་བཞག་ཅེས། ད་ཁ་ཚུར་སློག་གི་རྩེ་འོང་ན་ལྷོ་དེའི་ཁས་འོང་གི་རེད། ད་ལྷོ་ལའང་ཤན་གྱི་ནག་པོ་རེད་ཡང་ཨེ་ཤན་གྱི་སྡེ་བདུན་དེ་ཡོད་རེད་དེ་ལྷོ་ཆུ་ཁོ་རའི་ས་ཆ་སྟོང་པ་མེ་ཟི་ཤན་གྱི་གྱི་གོ་བ་རེད་ཡང་ལྷོ་ཤན་གྱི་ནག་པོ་མ་ཡི་ལ་ནས་པ་མ་ཡི་ཤོན་ཏན་ངེས་ཡི་ཨུ་པ་དང་ཞགས་པ་འཛིན་པ།

སྤྱིར་བཏང་མེ་ལྷ་དེ་ལ་མེ་ལྷ་མི་འདྲ་བ་བཅུ་གཉིས་ཡོད་རེད་ཡོད་རེད་དེ་འདིའི་མེ་ལྷ་དེ་སྐུ་མདོག་དམར་པོ་ཅིག་རེད་ར་གཞོན་མེད་ཅིག་རེད། ལ་བ་ནང་ལ། སྦྲང་ཕྲེང་དང་སྤྱི་བླུགས་གིས་བསྒྲིགས་སོང་ར་གཞོན་འདི་བ། སྤྱི་བླུགས་སའི་བུང་བ་གྲུ་བོ་རིལ་རིལ་ཆུ་རྡོ་ཡོད་ངེས་ཅི་ཡང་རེད། སྐད་ཕབ་པ་ཞིག། དེང་སང་བྲང་གཟིག་ཚུགས་ཀྱི་ལག་ཆ་རེད་བྲང་གཟིག་སྦྱིན་སྲེག་བསགས་མཁན་ཚུགས་ཀྱི་སྤྱི་ལུགས་དང་སྒང་བཟའ་ལུགས་འདྲ་དང་དེ་འདྲ་མ་ཁུ་བྱུག་ཁ་ཤ་ཁ་ཤས་ཉག་གཅིག་ཡོད་རེད་དེ་ནང་བཞིན་ཁོ་རང་གི་སྤྱི་ལུགས་དང་སྦྲང་ཁྲིན་ད་ཁོ་བྲང་སྲོང་ཡིན་ཙང་ཕལ་ཆེར་རི་མེ་ལ་དེ་རྒྱ་བོད་ཡིན་འདུག་ཁ་བོ་རེད་བསམ་དེ་ལྟ་གསལ་ཆ་མི་འདུག་སྦྲང་ཁྲིན་དང་སྤྱི་ལུགས་དང་སྦྲང་ཁྲིན་ཁེལ་ཡོད་རེད་ད་ལྷོ་ནུབ་ངོས་དེ་ལ་སྲིན་པོ་རེད། སྲིན་པོ་རྫིག་པོ་ཡོད་རེད་ཤ་སྐམ་སིལ་སིལ་གྱི་ཡོད་རེད་སྲིན་པོ་སིང་ངེ་དེ། དཔེར་ན་ཁྲོ་བོ་ཡིན་ན་སྲིན་པོ་ལྟར་ཁྲོ་བ་དེ་སྐམ་པོ་གཅིག་པུ་རེད། ཡིན་ན་ད་ཡུག་ཤག་རེད་དེ་ཚོ་གས་བཤད་མི་འོས་སྲིན་པོ་རེད་སྐྲ་གྱེན་དུ་བསྲིངས་བསྡད་མཁན། ཕྱག་ཆེན་ག་རེ་རེད་སྲིན་པོ་རེད་གྲི་དང་སྡིག་མཛུབ་རེད་པས་ཆ་གཅིག་ལས་མེད་པ་འདྲ་གཞོན་སྐྱེས་དུ་རུ་ལང་ཞོན་དུ་ཡོད་རེད། གཞོན་ཉིན་ཁོ་རང་བརྫིས་པ་གཅིག་བྱས་གཞོན་བསགས་ཀྱི་རུ་ལང་བརྫིས་པ་གཅིག་བྱས།
རུ་ལང་ཡང་རྐུ་མ་རྐང་ལག་བཞི་ས་ལ་བཙུགས་ནས་པའི་སྐྲ་ཐོད་སུ་ཟིན་ནས་པའི་མིག་འབྲས་མཆེ་བ་བརྩིགས་འདས་མཁན་རུ་ལང་བརྫིས་པོ་གཅིག་ཡང་རེད། ད་ནུང་ཆང་ལ་རླུང་ལྷ་རེད། རླུང་གི་ལྷ། ལ་པ་ཡའི་ནང་ལ་བ་དན་ཁེལ་རླུང་ལྷ་པ་རྒྱལ་ཡ་རེད། རེད་འདི། ད་ཅོག་སྒྲུབ་ཅིག་ཁེལ་རྒྱུ་ཡ་རེད་རྒྱུ་ཁ་ལེ་ཡ་དག་དག་ཤག་གཞོན་དེ་ཡོད་རེད། བྱང་ཤར་དེ་ལ་དབང་ཕྱུག་དཀར་པོ་རེད། གླང་གཞོན་གྱི་གླང་གོག། He's riding a bull། རྩེ་གསུམ་པའི་མཚན་པའི་ཁ་གྲངས་དང་ཁ་དང་ཅང་ཏེའུ་སྣང་བ་ཟེར་བ་རེད། རྩེ་གསུམ་ཡིན་ན་འདྲ་མིན་འདྲ་ཀ་ཡིན་ན་རེད། རྩེ་གསུམ་མཚན་པའི་ཁ་གྲངས་ཁ་གྲངས་ཀ་དཔེ་རང་མ་རེད་དེ་མདུང་རྩེ་གསུམ་ཡོད་མེད་ཅི་ཁེ། འདྲ་མོ་རེད་ཅི་ཁེ། བརྩི་སྲུང་དང་ཐོས་པ་ཐུབ་པར་བ་འདས།
བརྩི་སྲུང་དང་ཐོས་པ་ཐུབ་པ་གཡོན་ཐོས་པ་བཅས་གཡས་བརྩི་སྲུང་བཅས།
གསང་འདུས་སྐབས་སུ་ཅང་ཏེའུ་རེ་ཡང། ལ་བ་གཉིས་ཀྱི་མགོ་རེ་ལ་མཆོད་པ་སོས་དབང་ཕྱུག་དཀར་པོ་ལ་བ་བཞི་བཅས་མགོ་གཡོ་བ་རེ་བརྩི་སྲུང་དང་ཐོས་པ་ཐུབ་ལ་བ་འོག་མ་གཉིས་ཀྱི། བྱ་ཚིག་གི་གུག་མའི་འགྲོ་ལ་བུ་གཉིས་ཀའི་ཡུང་མགོ་རི་ལ་ཆོས་འདི་བར་ཡོང་ཡོད་པ། མ་གཞི། སྐྱེས་དགོས་དུས་བརྒྱ་བྱིན་དང་ཁོང་ཚོ་ལས་ཡོང་ཡོད་བསྡད་མཁན་ཤ་སྟག་རེད་དེ། དེ་རིང་སྔོན་འགྲོ་གཏོར་མའི་སྐབས་དུ་བསམ་བློ་མ་གཏོང་ནས་འགྲིག་གི་རེད། ད། ཆོས་འབྱུང་བཅུ་དེ་རིགས་སོང། བཅུ་འགྲིག་ཙང་ད་སྟེང་གི་ཆོས་འབྱུང་འོག་གི་ཆོས་འབྱུང་དེ་ག་བ་བཞག་དགོས་རེད་སེམས་སྟེང་གི་ཆོས་འབྱུང་དེ་ཡང་ཤར་ངོས་ལ་བཞག་དགོས་རེད། བརྒྱ་བྱིན་ཡོད་ས་དེ། ཚངས་པ་སེར་པོ།

ས་ཡི་ལྷ་མོ་བརྟན་མ་རེད། བུ་མ་འཛིན་མོ་རེད།
སྐུ་མདོག་སེར་པོ་རེད།
སེར་མོ།
ལྷ་མ་ཡིན་གྱི་དབོན་པོ་བཞི་ཡོད་ས་ནི་དབོན་པོ་སྒྲ་གཅན་དང་ཁོང་ཚོ་བཞི་ཡོད་ས་ནི་དབོན་པོ་ཐ་ཚང་རེ་རེད། གཅིག་རེད། སྐུ་མདོག་ནག་པོ་ཡིན་པ་ཡོད།

སེར་བོ་སོགས་འབྱུང་སྲིད་ལ་ཐ་མལ་མི་བྱེད། ཨ་ནི། ཆོས་འབྱུང་བཅོ་ལྔ་འདི། མདུན་དུ་བཀུག་རང་རྡོ་རྗེ་རྗེའི་ང་རྒྱལ་ཡག་པོ་དགོས་བ་རེད། ད་ཡང་ནི་སྔགས་ཀྱི་ལུགས་སྲོལ་ཡིན་ཙང་ཐ་མལ་པའི་སྣང་ཞེན་དེ་དག་མེད་པ་བྱེད་དགོས་རེད། ཐ་མལ་པའི་སྣང་ཞེན་མེད་པ་ཡིན་ཙང་མདུན་གྱི་འབྱུང་པོ་དུ་སུ་བས་རང་རང་སོ་སོ་སྐྱེ་བ་སྔ་མའི་ལས་ཀྱི་བསྐོས་བཞག་པས་ལག་པ་གཉིས་རྩེ་ལག་པ་གཉིས་རྩེ་བཞི་རྩེ་འདྲ་བོ་ཡོད་མཁན་བས་སྟེགས་བུ་འདྲ་བོ་དང་གཅིག་གཟུགས་སྐུ་ཁས་ཚ་བོ་དེ་འདྲ་ཡོད་དང། གང་ལ་སློབ་པ་འོད་གསལ་དུ་སྦྱངས་ནས། སྐད་ཅིག་གིས་འོད་གསལ་དུ་བཅུག་པ་ལས་སོའི་སྟོང་པ་ཉིད་དུ་སྦྱངས་ནས། སྟོང་སངས་ཏེ་ཀ་ལ་འགྲོ་འདི་རྡོ་རྗེ་འཇའ་ཤེས་བཞིན་ཕྱག་གཉིས་པའི་རྣམ་པ་ཅན་ལ་གྱུར་སོང་སང་གང་ག་ལ་རྡོ་རྗེ་འཇའ་ཤེས་བཞིན་ཕྱག་གཉིས་ཀྱི་རྣམ་པ་ཅན་ལ་ཡང་གྱུར། ཏཱ་ལའི། ལྷོ་ཕྱོགས་གཤེན་རྗེ་དེས་མ་བསྐོས་པ་ཅིག་ནང་དྲོད་བདུན་ཅག་ལྷོ་ཕྱོགས་ལ་བཞག་བཞག་པའི་ལུགས་སྲོལ་ཡོད་གསུང་བ་རེད་དེ་ང་རང་ཚོ་ཆ་ཤིག་མ་རེད། ཆུ་ཆུ་བཅོ་ལྔ་འོད་གསལ་དུ་བཅུག་པའི་སྐུ་དུས་འདི་ཡིན་གྱི་རེད་བསམ་གྱི་འདུག། ཧྲིལ་ཀྲིག་ཀུ་ཏང་ནང་ཧུང་ཧུང་བྷེ་བྷེ། སའོ་ནུ་རི་ཨན་དྲ་ཨན་ནི་ས་བ་རུ་ཀི་ལ་ཡ་ཧུང་བྷེས་རང་གི་ཐུགས་ཀ་ནས་ཁྲོ་བོ་ཤིང་བྱ་ཕུར་བུ་ཐུབ་པ་སྤྲུལ་ནས་ཆོས་འབྱུང་ཚུལ་གྱི་གཙོ་བོ་སོ་གི་སྐྱེས་བུ་དང་འདྲེས་པ་དང་རྐང་མཐིལ་ཡན་ཆད་ལ་ཕུར་བུ་ཐུགས་སུ་ཐུགས་སུ་ཐུགས་སུ་བྱས་པས་བཏབ་པའི་སྟངས་ཀ་བྱས་ནས་ཁོ་རང་ཚུར་འཇིགས་བྱེད་ལ་སྐུ་ལ་འཇུས་བ་བྱས་ཕུར་གདབ་བྱས་ན་དེ་རེད་ཕུར་གདབ་མ་བྱས་ན་འོད་གསལ་བཅུག་ནས་རྡོ་རྗེ་འཇའི་སྐུ་ལ་བཞེངས་རྒྱུ་རེད།